ཆོས་གྲོགས་ཚོགས་ཀྱི་གདེང་ཆ་གལ་ཆེན་པོ་གདན་འདྲེན་བཞིན་གནང་བ་ལ་ཨ་ནི་ད་ཅིག་བོད་ཀྱི་རྩ་དོན་དང་འབྲེལ་བ་ཡོད་པའི་ཐོག་ནས་རེད་ད་ག་ནས་གཞན་གྱི་གཞིས་ཆགས་སྲ་བརྟན་དང་གཞིས་ཆགས་ཡར་རྒྱས་ག་འདྲའི་བཏང་དགོས་ཡོད་མེད་དེ་འདྲའི་ཐོག་ལ་ཨ་ནི་གདེང་ཆ་སྐད་ཆ་བཤད་ཡག་གི་གདེང་ཆ་ཞིག་གནང་བ་ལ་ཨ་ནི། ཆོས་རྒྱུད་སྤྱི་འཐུས་གཅིག་གིས་སྤྱི་འཐུས། གོ་བོ་ཕན་བདེ་ལགས་ཀྱིས་ནི་ང་དང་འབྲེལ་བ་ཡོད་པའི་ཐོག་ནས་ཉིས་སྟོང་བཅུ་བཞི་གི་ལོའི་ལ་ཧི་མ་ལ་ཡན་དུས་སྟོན International Himalayan Festival དང་འབྲེལ་བ་ཡོད་པའི་ཐོག་ནས་གནས་ཚུལ་ཅིག་འདི་ན་བླངས། བླངས་བྱས་བྱས་བྱས་གནས་ཚུལ་འདི་དང་འབྲེལ་བ་ཡོད་པའི་ཐོག་ནས་ནི་དོ་བདག་སོ་སོ་ནི་སྤྱི་ཚོགས་དྲ་རྒྱའི་ནང་ལོགས་ལ་མ་དོན་བྱས་བྱས་བྱས་ནི་ཆོལ་ཁ་དང་ཆོས་ལུགས་རྩ་མེད་བཏང་ཡ་གི་དེ་འདྲའི་སྐད་ཆ་བཤད་དེ་ངས་མི་གཅིག་ནི་ད་ལྟ་མི་ནི་སོ་ར་ལ་བོད་རིགས་སྤྱི་མཐུན་ཚོགས་པའི་ཀྱི་ཚོགས་གཞོན། དོན་ལ་དོན་བྱེད་ཅེས། ཨ་ནི་སྐད་ཆ་བཤད་དེ་ངས་མི་གཅིགས། ཨ་ནི། ཁོ་རང་གི་ཨ་ནི། སྟོང་ཕྲག་བརྒྱད་ཅུ། ལྷག་ཅིག་དངུལ་ཟ་བ་རེད། ཅེས་བྱས། སྐད་ཆ་འདི། ད་ཉེ་བའི་ཆར་ལ་ངས་ངོ་ཤེས་མཁན་ཁ་ཤས་ཀྱིས་ང་ལ་བརྙན་ཐུང་ཅིག་བཏང་སོང།

ཕྱོགས་གང་ཡིན་པ་ཡིན་ནས་ཕྱོགས་གཉིས་ཀ་གི་ཐོག་ནས་བྱེད་ཀྱི་ཡོད་ན་རེད་ག་འདྲས་བྱེད་ཀྱི་ཡོད་ནས་དེ་འདྲས་ཀྱི་ཁོ་ཅི་མི་སྒེར་ལ་དགའ་གི་མེད་པ་ཡིན་ན་མི་སྒེར་གྱི་ཁོ་གདོང་པ་པར་སྦྱར་རྒྱུ་ཡོད་ན་སྦྱར་རོགས་མ་གཏོགས་ཅིག་ནང་མི་དང་སྤོ་སྒུག་གི་པར་སྦྱར་བ་ཡིན་ན་སྦྱར་རྒྱུ་ཡོད་མ་རེད་སེ་བྱས་བྱས་ལ་ངས་དྲངས་ཡིན་ད་ག་ནས་ཤེས་ཀྱི་ཚུར་བཏང་ཡོང་པ་ཡིན་ནས་ངོ་དེབ་ནང་ལ་བཤད་རེས་བྱེད་ཀྱི་མེད་བཏང་གི་མེད་སུ་བྱེད་ཀྱི་ལ་རྩ་བ་ཉིད་བྱེད་ཀྱི་མེད།

གནས་སྟངས་དེ་འདྲའི་ཆགས་བར་འདི་སྐབས་ལ། ཡིན་ནའི་ཡང། དེའི་སྐབས་ལ་ང་ཚོ་དཀའ་ངལ་ག་རེ་བྱུང་རེད་ལབ་པ་ཡིན་ན། མང་གོ་ལའི་འཁྲབ་སྟོན་གྱི་གནམ་གྲུ། བྷི་རི་ཡ་འདི་ཨ་ནི་འགྲོ་སོང་ཆེན་པོ་བཞུར་ཞིག་འགྲོ་གི་འདུག་འོ། འདི་འགྲོ་སོང་འདི་ཨ་ནི་སྟོང་ཕྲག་བདུན་ཅུ་བརྒྱད་ཅུ་ལྷག་ཞིག་འཕར་མ་འགྲོ་གི་འདུག་དེ་འདྲ་སོང་ཙང་འདི་ཨ་ནི་འབུམ་ལྔ་ལྔ་ལས་ལྷག་ཨ་ནི་འགྲོ་སོང་ཐལ་བ་ཞིག་འགྲོ་གི་འདུག་དེ་འདྲ་སོང་ཙང་ད་འདི་ང་ཚོ་ག་འདྲས་བྱེད་དགོས་ན་ཟེར་ལ་བྱས་བྱས། ཨ་ནི་འདི།

དེ་ཧ་གོ་བཞིན་པའི་ཐོག་ནས། དེའི་སྐབས་ལ་ཨ་ནི། སྐུ་ངོ་བཀའ་དྲུང་ལ་བཅར། བ། སྐུ་ངོ་བཀའ་དྲུང་ལ་ཕལ་ཆེར་ཉིན་གུང་བརྒྱབ་ལ་ཡང་བཅར་བ་ཡིན། བཅར་བྱས་རྗེས་སྐུ་ངོ་བཀའ་དྲུང་ལ་འགྲེལ་བཤད་རབ་དང་རིམ་པ་ཚང་མ་བརྒྱབ་པ་རེད། དེའི་སྐབས་ལ་སྐུ་ངོ་བཀའ་དྲུང་འདི་ཨ་ནི། གཡུ་ཐོག་དཀར་མོ་དགེ་ལེགས་མཆོག་ལ་རེད། སྐུ་ངོ་བཀའ་དྲུང་གིས་དེའི་སྐབས་ལ།

དེ་ལབ་ཟབ་པའི་རྗེས་ལ་ཨ་ནི་ཉི་མ་གཉིས་གསུམ་རྗེས་ལ་བཀའ་ཤག་ལྷན་ཁེ་ཚོགས་བྱས་རྗེས་ང་ཚོ་ལ་ཡ་ལན་ག་རེ་འབྱོར་ལབ་ཡིན་ན། ཨ་ནི་བཀའ་ཤག་གིས་འབུམ་ལྔ་ལས་ལྷག་བཀའ་གྲོས་བཏང་ཐུག་གི་མི་འདུག་ཨོ། འདི་རེད། འབུམ་ལྔ་ལས་ལྷག་བཀའ་གྲོས་བཏང་ཐུག་གི་མི་འདུག་ཨོ། ཡིན་ན་དེའི་སྐབས་ལ་ས་གནས་འགོ་འཛིན་ལས་ཁུངས་ནས་ང་ཚོའི་གི་ཕ་ཇོ་ལ་འཁྲབ་སྟོན་པ་ཚོ་ལ་ཕེབས་རོགས་བྱས་ཟེར་ནས་ང་ཚོ་ལབ་ཟབ་རེད། ང་ཚོའི་འགྲོ་འགྲོལ་དེ་བཏང་བས་བཏང་ཟབ་རེད། ད། རྗེས་ལ་ཨ་ནི་ད་ང་ཚོ་ཧི་མ་ལ་ཡའི་དུས་སྟོན་འདི་ཚགས། གནས་སྟངས་དེ་རིགས་ཚང་མ་ཚགས་བསགས་རེད། འདིའི་བྱུང་སྟངས་འདི་བྱུང་རིམ་འདི་ཨ་ནི་དུས་ཚོད་ཐུང་ཐུང་ཞུ་གཅིག་རིང་ལ་ཨ་ནི་དཀའ་ངལ་ཅིག་ཆགས་པ་རེད། ཨ་ནི་དེ་དུས་ཨ་ནི་འབུམ་ལྔ་ང་ཚོས་འགྲོ་སོང་མ་བཏང་བ་ཡིན་ན་མོང་གོ་ལེ་གི་འཁྲབ་སྟོན་སླེབས་ཐུབ་ཀྱི་ཡོད་མ་རེད། མོང་གོ་ལེ་གི་འཁྲབ་སྟོན་མ་སླེབས་པ་ཡིན་ན་མ་གལ་ཨ་ནི་ད་ང་རྒྱ་གར་ཡུལ་མི་དང་ཁོང་ཚོས་ཀྱི་ད་དེ

བཅུ་གཉིས། སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་གསུམ་ལ། ངས་དེའི་སྐབས་ལ། བཀའ་ཤག་བོད་དམག་སྤྱི་འཐུས་ལྷན་ཚོགས་ས་གནས་འཐུས་ཚོགས་ལ་ངོ་བཤུས་ས་གནས་འཐུས་ཚོགས་བོད་དམག་སྤྱི་འཐུས་ལྷན་ཚོགས་ཡིན་ན་བཀའ་ཤག་ལ་ཡི་གེ་བཏང་ཕྱིར་རྗེས་ཨ་འདི་བཀའ་ཤག་གི་འདི་རྩ་བ་ཉིད་ནས་ཨ་ནི་ཏག་ཏག་བསྡད་མ་སོང་དྲང་པོ་བྱུང་མ་སོང་བདེ་འགྲོ་སོང་ཟེར་དེའི་རིགས་འདི་ཚོ་ཨ་ནི་ང་རྩ་བ་ཉིད་ནས

ད་ཆབ་སྲིད་ཁྲ་བ་རེད་ལབ་ན་ཆབ་སྲིད་ཁྲ་བ་རེད་ལབ་ན་མ་འགྲིག་བ་ཁེ་མེད། རེད་བ། ཆབ་སྲིད་ཁྲ་བ་རེད་ན་མ་འགྲིག་བ་མེད། ཨ་ནི་དེའི་སྐབས་ལ་ལམ་སར་ཁོ་རང། ནང་སྲིད་བཀའ་བློན་གྱི་མ་སྐད་བཏང་སོང། སྐུ་ངོ་བཀའ་དྲུང་གིས་ཆུ་ཚོད་གཉིས་གསུམ་བསླབ་བྱ་བརྒྱབ་སོང་ད་དེ་འདྲ་མ་བྱེད། ཁྱེད་རང་ས་གནས་དགོངས་ཟེར་ནས་དགོངས་པ་མ་ཞུས།

ས་གནས་འགོ་འཛིན་གྱིས་ཧི་མ་ལ་ཡའི་འདུས་དོན་གྱི་ཆེད་དུ་འགྲོ་མགྲོན་འཕར་མ་འགྲོ་ཤག་ཡོད་ཅིག། དེ་གི་རྩིས་དང་ཚང་མ་ཡོད་ཤག་བིལ་དང་བྱུང་འཛིན་ཚང་མ་ཡོད་ཤག་ཡོད་ཅིག་འགྲོ་མགྲོན་ཡོད་ཤག་ཡོད་ཅིག་བཏང་ཤག་ཡོད་དེ། ཁོ་ལྟ་ལུས་འགྲོས་ཆུང་ས་བ་རེད་ཡིན་ན་ལུས་འགྲོས་དེ་འདྲའི་རིགས་དེ་ཚོ་དེའི་སྐབས་ལ་ལོ་བཞི་ལོ་ངོ་བཞི་བཅུ་སུམ་ཅུ་ནང་ལོགས་ལ་རྩིས་ཞིབ་ཀྱི་ཐོག་ནས་ཁོ་རྩིས་ངན་གྱི་ཆགས་བ་རེད་ཡིན་ན་འགྲོ་མགྲོན་དེ་ང་ཚོས་བཏང་བར་བ། བཏང་རེད་ད་ཡིན་ནས་དེ་འདྲའི་འགྲོ་འགྲོན་འདི། དེ་འདྲའི་ས་གནས་འགོ་འཛིན་དང་དག་ནས་ཤེས་ཀྱི་དྲུང་ཆེ་ཁག་དང་མང་པོ་ཅིག་ག་བཏུས་ནས་དབང་ལྡན་དེ་སྐབས་ལ་བཀའ་འཁྲོལ་སྤྲད་ངེས་འདི་ས་གནས་འགོ་འཛིན་ང་ཡིན་ཙང་ངས་ཁ་གང་ལ་ད་ལྟ་བུ་དུ་སླེབས་བསྡད་པ་རེད་དེ་འདྲ་སོང་ཙང་འདིའི་གནས་ཚུལ་འདི་དེ་འདྲའི་གི་གནས་ཚུལ་ཞིག་རེད་མ་གཏོགས། བསོད་ནམས་རྡོ་རྗེས་ཀྱི་དེ་སྐབས་ལ་ས་གནས་འགོ་འཛིན་གྱི་དངུལ། སྟོང་དང་བརྒྱད་ཅུ་ཅིག་བ་གུ་ལ་དག་བྱས་བཅས་གྲོལ་བྱེད་ཨ་རི་ལས་རེས་སླའི་དང་བསོད་ནམས་རྡོ་རྗེ་གི་དངུལ་ཟ་བ་རེ་ལ་བསོད་ནམས་རྡོ་རྗེ་གི་སྒེར་གྱི་དོན་དག་དངུལ་ཟ་བ་རེ་ལའི་ཚིག་འདི། ཨ་ནི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ནང་ལོགས་ལ། ཨ་ནི་སྤྱི་འཐུས་ཅིག་གིས། སྐད་ཆ་དཔེ་མི་སྲིད་ཚབས་ཆེན་འདི་འདྲས་ཅིག། བཤད་ཡོད་པ་ཅིག། གོ་བའི་སྐབས་ལ། མཚམས་རེ་ཧང་སངས་ཀྱི་འདུག་རྒྱུ་མཚན་ག་རེ་ལབ་པ་ཡིན་ན་སྤྱི་འཐུས་ཀྱི་གྲོས་ཚོགས་ཀྱི་སྡིངས་ཆ་འདི། བོད་ས་དོན་དོན་དག་དང་རྒྱ་བོད་རོམ་པ་ཆེ་སྐུ་ཕྱྭ་དང་འབྲེལ་བ་ཡོད་པ་དོན་དག་ད་ག་ནང་བཞིན་གྱི། གཞིས་ཆགས་ནང་ལོགས་ལ་གཞིས་ཆགས་སྲ་བརྟན་དང་གཞིས་ཆགས་ཡར་རྒྱས་གཏང་ས་ག་འདྲེ་གཏང་གི་ཡིན་པའི་དེ་འདྲའི་ཐོག་ལ་རྩོད་ལེན་བྱེད་ས་ཅིག་སྡིངས་ཆ་ཅིག་དགོས་ཀྱི་རེད་མ་གཏོགས་མི་སྒེར་ལ་འདིར་བྱས་བྱས་བྱས། ཨ་ནི། མི་སྒེར་སྒེར་འདི་སྤྱི་ཚོགས་དྲ་རྒྱ་ནང་ལོགས་ལ། ཁྱོད་རང་ཚོ་གི་བསམ་བློ་མ་མཐུན་པ་ཅིག་སྐད་ཆ་བཤད་མཁན་ཅིག་ཡོད་པ་ཡིན་ན་མི་འདི་སྡུག་ཅག་རེད་ནག་པོ་རེད་ལ། སོ་སོ་བསམ་བློ་མཐུན་པ་དང་མི་འདི་ཞིག་ཡོད་ན་མི་འདི་ཡག་པོ་རེད་ཞེས་ཞེས་ཞེས་དེ་འདྲའི་བཤད་བསྡད་པ་ཡིན་ན། འདི་ཁོ་ཆབ་སྲིད་ཀྱི་ལག་ཆ་ཅིག་བེད་སྤྱོད་བྱེད་ཀྱི་ཡོད་པ་ཅིག་གསལ་བོ་གསལ་རྐྱང་ཞུ་རྒྱུ་ཅིག་རེད་བསམ་གྱི་ཡོད།

མི་མང་པོ་ཅིག་ད་ཅིག་ང་ལ་དགའ་བོ་བྱས་ཏེ་ངའི་རྒྱབ་སྐྱོར་བྱས་ཏེ་ངའི་ཁང་པ་ཡི་ཁང་པའི་ནང་ལོགས་ལ་ཡི་མི་མང་པོ་ཞིག་ཡོད། ཁོ་ཚོས་ཡང་ཅིག་ཁོ་ལྟ་སྟེ་བསོད་ནམས་རྡོ་རྗེ་ཁོ་ཆབ་སྲིད་ཀྱི་ཐོག་ལ་ཅིག་རྒྱབ་སྐྱོར་བྱེད་ས་ཅིག་བྱས་རེད་ཁོ་མི་སྡུག་ཅག་ད་དེ་འདྲས་ཡོད་མ་རེད་དེ་འདྲས་ལ་གི་དེ་འདྲས་བྱེད་ཀྱི་འདུག་ད་དེ་འདྲས་བཤད་ཀྱི་འདུག་ད་ག་རེ་ན་ལ་ཡོད་དེ་གི་འདི་ཚོ་ལ་གི་གསལ་བཤད་ཅིག་བྱས་ན་བསམ་རྣམ་པ་ཚོ་ཐུགས་ལྷོད་ལྷོད་ཅིག་ཞུ་རོགས་གནང།

བྱེད་ངེས་དེ་ཚོ་སུ་རེད་ལབ་པ་ཡིན་ན། གཏན་གཏན་བོད་པ་བརྩམ་སའི་བོད་མི་སྒྲིག་འཛུགས་དང་བོད་གཞུང་དང་བོད་མི་སྤྱི་ཚོགས་ལ་དགའ་ངེས་ཤིག་རེད་བསམ་བ་ཡིན་ནི་མ་རེད་དེ་ཚོ། དེ་མེད་ན་རྒྱ་མི་གི་རྒྱུག་ཁྱི། ང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡོད་དང་ཡང་རྒྱ་མི་རྒྱུག་ཁྱི་མང་པོ་ཡོད་དེ་ཚོ་རིགས་དེ་ཚོ། བྱེད་དེ་གི་ཡོད་རེད་བསམ་གི་ཡོད་དེ་རེད་བསམ་ས་དེ་ཚོ་རིགས་དེ་ཚོ། ཨ་རིའི།

ཆོ་ག་ད་ལྟ་ཁམས་པ་མི་མང་ཤོས་ལ་ངས་རོགས་པ་བྱས་པ་ཡིན་སྐྱོ་བོ་ཉམ་ཐག་ལ་རོགས་པ་བྱས་པ་ཡིན། འདི་ཆོ་ག་དབྱེ་བ་ཅན་མཁན་གྱི་མི་དེ་འདྲ་རྩ་བ་ཉིད་ནས་མེད་ཡིན་ན་སྐད་ཆ་ག་རེ་ཡིན་པ་འདི་ཁོ་དྲང་པོ་དྲང་ཤག་ཆོ་ག་གསུམ་ཆ་རྣམས་ལ་མི་སྡུག་ཅག་ཡོད་རེད་ཆོ་ག་གསུམ་ཆ་རྣམས་ལ་མི་ཡག་པོ་ཡོད་རེད་ཡིན་ན་ཆོས་རྒྱལ་གྱི་རིགས་འདི་ཚོ་ད་ལྟ་བོ་ཏོ་ཅིག་སྤྱི་ཚོགས་ནང་ལོག་ལ་ཆོས་ག་ལ་ཟུར་བཙུགས་བྱེད་ཅེས་རེད་དང་ནས་ཤིང་བློ་བཟང་སེང་གེ་ལ་ཟུར་བཙུགས་བྱེད་ད་ལྟ་བོ་ཏོ་ངས་སྡུག་ཅག་ལབ་པ་དེ་འདྲའི་རྩ་བ་ཉིད་བྱས་མེད་ཁོ་ཅིག། རྒྱུ་མཚན་དང་གནས་ལུགས་ཐོག་ནས་ང་ཚོ་ཤེས་བསྡད་ཀྱི་ཡོད་མ་གཏོགས་གཞན་པ་རྩ་བ་ཉིད་མེད། དེ་འདྲ་སོང་ཙང་རྣམ་པ་ཚོ་ཐུགས་ལྷོད་ལྷོད་ཅིག་ཞུ་རོགས་གནང་ཞུ་བ་ཡིན། ཐུགས་ཆེ།